རང་ལུས་མེ་སོར་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་ཤིང་དང་པོ་ཤོག་གྲངས་ཉིས་བརྒྱ་སུམ་བཅུ་ནི། སྤྱི་འཐུས་སྒྲོལ་མ་ཚེ་རིང་ལགས་ནས། དཔལ་ལྡན་ཚོགས་མཆོག་སྐབས་བཅོ་ལྔ་པའི་གྲོས་ཚོགས་ཚོགས་དུས་དང་པོའི་ཐོག་ལ་གཏམ་བཤད་བྱེད་རྒྱུའི་གོ་སྐབས་ཐོག་མ་དེར། བླ་ན་མེད་པའི་དབུ་ཁྲིད་ཁམས་གསུམ་ཆོས་ཀྱི་རྒྱལ་པོར་གུས་ཞབས་སྔོན་དུ་བཏང་བའི་ཐོག་ནས། ཚོགས་གཙོ་སྦྲེལ་པོས་གཙོས། ཤ་འབྲེལ་སྤྱི་འཐུས་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་གཞི་གྲོས་འཆར་ཡིག་ཆ་དབང་གསུམ་པ་དེ་དང། དེའི་ནང་དུ་གསལ་བའི་གནད་དོན། གོང་དུ་ཤ་འབྲེལ་སྤྱི་འཐུས་ཁག་ཅིག་གིས། བཀའ་གནང་བ་ཚང་མ་ལ་རྒྱབ་སྐྱོར་ཞུས་པའི་ཐོག་ནས་ཚིག་རེ་གཉིས་ཤིག་ཞུ་འདོད་བྱུང། ཐོག་མར་སྤྱི་འཐུས་ཀྱི་ཐོག་ནས་ཚོགས་ཐེངས་དང་པོའི་སྟེང་ལ་རྒྱ་ཆེའི་མང་ཚོགས་བོད་ནང་དུ་ཡོད་པ་ཚོས་གནད་དོན་དང་འབྲེལ་བའི་གྲོས་ཆོད་འདི་གནད་ཕེབས་པ་ཧ་ཅང་ཡག་པོ་བྱུང་སོང། གོང་དུ་བཀའ་གནང་མཁན་ཁག་ཅིག་གིས། ང་ཚོ་གྲོས་ཆོད་ཕེབས་པ་ཙམ་དང། གྲོས་ཆོད་བཞག་པ་སྟོང་པ་རེད་ཅེས་བསམ་ཚུལ་ཞིག་ཕེབས་ཡོང་གི་ཡོད་པ་རེད། ཡིན་ན་ཡང་ང་ཚོའི་གཞུང་དང་གཞུང་འབྲེལ་མ་ཡིན་པའི་སྒྲིག་འཛུགས་གྲོས་ཚོགས་ཚང་མ་ལ་དེ་འདྲའི་གྲོས་ཆོད་ཅིག་འཇོག་འདོད་པ་དང། ཨུ་ཚུགས་ཁ་སྣོན་བྱེད་དགོས་པ་དེ་ལོ་རྒྱུས་ཀྱི་ཐོག་ནས་བོད་ཀྱི་གནད་དོན་ལ་ཡལ་བར་སེམས་ལ་བཅངས་དགོས་པའི་གནད་དོན་གཅིག་གི་ཐོག་ནས་ཞུས་བསྡད་ཡོད་དུས། གྲོས་ཆོད་འདི་ཐོག་མར་གྲོས་ཆོད་འདི་ཐོག་མ་ཕེབས་པ་དེ་ལ་རྒྱུན་ལས་ཚོ་ལ་ཡག་པོ་ཞེ་དྲག་བྱུང་སོང་ཞུས་པ་ཡིན། བོད་ནང་གི་རྒྱ་ཆེའི་གཞིས་ལུས་མང་ཚོགས་ཀྱིས་བོད་དང་མི་རིགས། བོད་ཀྱི་བསྟན་པ་ཆབ་སྲིད་ཀྱི་དོན་དག་ལ་རང་གི་གཅེས་པའི་ལུས་སྲོག་ཚུན་ཆོད་བློས་བཏང་ནས་མང་པོ་ཞིག་འདས་གྲོངས་ལ་ཕྱིན་ཟིན་པ་དེ་དག་གི་ཆེད་དུ་བསྔོ་སྨོན་དང་ད་ལྟའང་མདོ་དབུས་ཁམས་གསུམ་གྱི་ནང་དུ་གཞིས་ལུས་རྒྱ་ཆེའི་མང་ཚོགས། རྩོམ་རིག་སྣང་ཚུལ་ནི་གནའ་དཔྱོད་མྱངས་དང་མྱོང་བཞིན་པ་ཡོངས་རྫོགས་ལ་ཁོ་ཚོའི་སྙིང་སྟོབས་རེད། ཆོད་སེམས་རེད། བློས་བཏང་སོགས་ལ་གུས་འདུད་དང། ལྷག་པར་དུ་ཉིས་སྟོང་བརྒྱད་ནས་བཟུང་འཛམ་གླིང་ཁྱོན་ཡོངས་དང་སྒོས་སུ་རྒྱ་ནག་གཞུང་ལ་ག་རེ་ངོ་འཕྲོད་པ་རེད་ཟེར་ན་ཅི་ཙམ་གྱིས་ཟག་བཅས་ཕུང་པོ་ལ་མནར་གཅོད་བཏང་བ་ཡིན་ན་དེ་ཙམ་གྱིས་སྤྱན་རས་གཟིགས་ཀྱི་གདུལ་ཞིང་བོད་མི་རིགས་ཀྱི་མཐུན་སྒྲིལ་རེད། དེ་བཞིན་གཉིད་སྟབས་ཞེན་པ་མེད་པར་ཆེ་རུ་འགྲོ་བཞིན་ཡོད་པ་དེ་གསལ་པོ་ཞིག་བསྟན་ཡོད་པ་རེད། དེ་ཡིན་དུས། ང་ཚོས་བོད་ནང་དུ་ཡོད་པའི་གནའ་རབས་གཟུགས་མྱོང་བ་དང་ཁོང་ཚོའི་བརྒྱུད་ནས་གནའ་རབས་གཟུགས་མ་མྱོང་བ་ཚོས་བོད་ཀྱི་འཐབ་རྩོད་དེ་རྒྱུས་མངའ་ཡོད་པའི་ཐོག་ནས་གཞོན་སྐྱེས་ཚོས་དེ་དག་ལ་བརྩི་སྲུང་བྱ་རྒྱུ་དེ་ང་ཚོའི་ལོ་རྒྱུས་ཐོག་གི། སྟབས་ཤུགས་ཤིག་ཀྱང་རེད་ལ། གཟི་བརྗིད་ཞིག་ཅིག་ཀྱང་ཆགས་བསྡད་ཡོད་པ་རེད། དེར་བརྟེན། དེ་དག་ཚང་མ་ལ་བསྔགས་བརྗོད་དང་ཡི་རངས་ཞུ་རྒྱུ་ཡིན། གཉིས་པ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་བོད་ཀྱི་གནད་དོན ྋགོང་ས ྋསྐྱབས་མགོན་ཆེན་པོས་སྐུ་སྒེར་གྱི་གནད་དོན་ཡིན་པ་ཞིག་ལ་ག་དུས་ཡིན་ན་ཡང་རྒྱལ་སྤྱི་སྒང་ལ་གསལ་བཤད་བྱེད་བཞིན་ཡོད་པ་རེད། ང་ཚོ་རང་ཡུལ་བྲལ་ནས་མི་ཡུལ་དུ་གནས་བསྡད་ཡོད་པ་རེད། བླ་ན་མེད་པའི་དབུ་ཁྲིད་ཁོང་གིས། ང་ཚོས་བཙན་བྱོལ་སྒྲིག་འཛུགས་འདི་ཡི་ཐོག་ལ་གདེང་འཇོག་ཆེན་པོའི་ཐོག་ནས་ལོ་རྒྱུས་ཀྱི་སྙིང་སྟོབས་ལྡན་པའི་སྲིད་དབང་མར་རྩིས་སྤྲོད་གནང་བ་དེར་འཇིག་རྟེན་ཁམས་ཀྱི་རྒྱལ་ཁབ་ག་འདྲ་ཞིག་ལ་བལྟས་པ་ཡིན་ནའང་དེ་འདྲའི་གདེང་འཇོག་ཆེན་པོ་གནང་བའི་ལོ་རྒྱུས་ཤིག་སོ་སོའི་གོ་མ་མྱོང། དེ་འདྲ་མེད་པ་འདྲ་ཞིག་འདུག། དེ་གཟི་བརྗིད་དང་ལྡན་པ་ཙམ་དུ་མ་ཟད། རྒྱ་མིའི་སྲིད་དབང་འཛིན་མཁན་ཚོ་ལ་ག་རེའི་བརྡ་ལན་སྤྲོད་ཀྱི་ཡོད་པ་རེད་ལབ་ན། ང་ཚོའི་དབུ་ཁྲིད་ཀྱི་ངོས་ནས་མི་མང་ལ་གདེང་འཇོག་ཡོད་པའི་ཐོག་ནས། མར་སྲིད་དབང་རྩིས་སྤྲོད་གནང་གི་ཡོད་པ་རེད། དེ་ཡིན་དུས། ཁྱེད་རང་ཚོ་ལ་བོད་ཀྱི་གནད་དོན་དེ་སྐྱབས་མགོན་རིན་པོ་ཆེའི་སྐུ་སྒེར་གྱི་གནད་དོན་མིན་པ་གསལ་པོ་ཆགས་པ་རེད། གཉིས་ནས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་ག་དུས་ཡིན་ན་ཡང་བོད་ཀྱི་མི་རིགས་དེ་སྐྱིད་པོ་རྒྱག་པ་ཡོད། དགོངས་དྲག་དང་སངས་རྒྱས་སུ་ལྟ་གི་ཡོད། བདེ་སྐྱིད་ཀྱི་དཔལ་ལ་རོལ་ཡོད་ཅེས་རྒྱལ་སྤྱིའི་སྡིངས་ཆའི་ཐོག་རྔ་རྡུང་སྡོད་ཀྱི་ཡོད་པ་རེད་དེ། དངོས་བདེན་གང་ཡིན་པ་དེ་རྔ་པ་ཀིརྟི་དགོན་གྱི་གྲྭ་ཕུན་ཚོགས་ལགས་ཀྱིས་དེ་འབྱོར་གྱི་མི་ལུས་ཡན་ཆོད་མེ་སོགས་བཏང་བ་དེའི་བར་ཆད་འུ་ཐུག་དེ་ཡོད་པས། བར་ཆད་འུ་ཐུག་དེ་ཡོད་པ་ང་ཚོ་ལ་ར་འཕྲོད་ཀྱི་འདུག་དེ་ཡིན་དུས་ཁྱེད་རང་ཚོའི་སྐད་ཆ་དང། ལས་ཀ་མི་མཚུངས་པའི་གནད་དོན་དེས་འཛམ་བུ་གླིང་མགོ་སྒུར་བཏང་ཐུབ་ཀྱི་མ་རེད་ཟེར་བ་ཞིག་ཏན་ཏན་ངོ་འཕྲོད་དེ་ཡོད་པ་རེད། དེ་འདྲའི་གནད་དོན་གྱི་ཐོག་ནས་ང་རང་ཚོ་རང་དབང་ལུང་པ་ན་ཡོད་པ་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཕྱི་དྲག་གང་བྱེད་པ་དང། དངོས་སུ་བོད་ནང་དུ་གཞིས་ལུས་རྒྱ་ཆེའི་མི་དམངས་ཀྱི་ཐོག་ལ་བྱེད་སྟངས་ག་འདྲ་ཞིག་བྱེད་ཀྱི་ཡོད་མེད་ཀྱི་ཐོག་ལ་ང་ཚོས་སེམས་གསོ་དེ་ཚད་འཇལ་བ་མེད་པ་ཞིག་ཡིན་དུས། རྒྱལ་གྱི་མི་སྣ་དང་ཚོགས་སྡེ་མཚོན་པ། ཚོགས་སྡེ་མཚོན་པ་ཚོ་ལ་དངོས་བདེན་གང་ཡིན་པ་ངོ་སྤྲོད་པའི་ངོ་འཕྲོད་པའི་ངེས་པ་རྙེད་པ་ཞིག་བྱེད་དགོས་ཀྱི་འདུག་དེ་ངེས་པར་དུ་གཞུང་དང་གཞུང་འབྲེལ་མ་ཡིན་པའི་སྒྲིག་འཛུགས་ཡོངས་རྫོགས་ཀྱི་ཐོག་ནས་རང་དབང་ཅན་གྱི་ཚོགས་པ་ཞིག་བོད་ལ་གཏོང་དགོས་པ་གནད་འགག་ཆེན་པོ་ཞེ་དྲག་ཆགས་ཀྱི་འདུག་ང་ཚོས་འདི་ནས་ཤེས་པ་ཡིན་ན། ཕར་ཕྱོགས་ནས་དེ་མིན་ཟེར་གྱི་ཡོད་པ་རེད། དེ་ཡིན་དུས་དེ་འདྲ་ཞིག་མ་བྱས་པར་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་དེ་ལ་ངེས་པ་རྙེད་མ་རྙེད་ཟེར་བ་དེ། གནས་སྟངས་མང་པོ་ཞིག་ཆགས་ཡོད་པ་རེད། དུས་ཚོད་ཀྱི་གནད་འགག་ཅིག་ཆགས་ཡོད་པས། དེ་འཚམས་པ་དང་འོས་པ། ལོང་དང་མཐུན་པ་ཞིག་ཡིན་དུས། ཧ་ཅང་གལ་ཆེན་པོ་ཞིག་ཆགས་འདུག་ཟེར་བ་དེ་ཡིན། གཉིས་ཐད་ནས་ང་ཚོས་སྒྲིག་འཛུགས་ནང་དུ་འཁོད་པ་གཞིར་བཟུང་ང་ཚོ་བཙན་བྱོལ་ནང་དུ་སླེབས་པ་ཡིན་ནའང། རང་རྒྱལ་གཞན་ཕན་གྱི་ཀུན་སློང་ཙམ་མེད་པས་གཉིས་སྨན་དབུ་མའི་ལམ་གྱི་ཐོག་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཅའ་ཁྲིམས་ཀྱི་སྒྲོམ་གཞི་དང་མཐུན་པའི་ལས་འཆར་མ་བསྒྲིགས་ནས་ཁོ་རང་ཚོ་ལ་ཆ་ཚང་བ་གནང་ཡོད་པ་རེད། འོན་ཀྱང། གང་བཤད་པ་དག་མ་ཤེས་པའི་འདུ་ཤེས་བཟུང་ནས་འདི་ལ་མི་སྣ་ཚོགས་ཤིག་འདི་ལ་མིང་སྣ་ཚོགས་ཤིག་བཏགས་ནས་བསྡད་པ་དེ། བཟང་སྤྱོད་ཀྱི་བཟང་སྤྱོད་ཀྱི་ཆ་ནས་ཀྱང་འགྲིག་གི་ཡོད་པ་མ་རེད། དེ་ཚོ་ཡིན་ན་ཡང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་དམངས་ལ་ཡུལ་སྐད་ན་ཡོད་པའི་བོད་མི་དེ་དག་ཁ་བྲལ། ཡིན་མོད། ཕྱི་གསལ་ནང་གསལ་ཞིག་བྱེད་དགོས་ཀྱི་འདུག་དེ་ནས། རྒྱས་བཤད་མང་པོ་ཞིག་མེད་པའི་ཐོག་ནས། ངས་གོང་དུ་ཞུས་པ་ཡོངས་རྫོགས་ལ་རྒྱབ་སྐྱོར་ཞུས་པ་དང་སྦྲགས། དངོས་ཡོད་གནས་ཚུལ་རྟོག་ཞིབ་ཀྱི་སླད་དུ་རྒྱལ་སྤྱིའི་ཚོགས་སྡེ་ལས་གྲུབ་པའི་མི་སྣ་ཞིག། བོད་ནང་དུ་ངེས་པར་དུ་གཏོང་དགོས་ཀྱི་འདུག་ཅེས་ཞུ་རྒྱུ་ཡིན་ཐུགས་རྗེ་ཆེ། སྤྱི་འཐུས་གངས་ལྷ་མོ་ལགས་ནི་དཔལ་ལྡན་ཚོགས་མཆོག་སྤྱི་འཐུས་གསར་པ་ཞིག་ཡིན་པའི་ངོས་ནས་ཐོག་མར་འདིར་ཞུགས་པའི་སྤུན་ཟླ་ཡོངས་རྫོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ། ད་ལྟའི་གྲོས་ཆོད་གྲོས་འཆར་གྱི། སྐོར་ལ་ཞུས་པ་ཡིན་ན། འབོད་སྐུལ་ནན་གཏན་ཞུས་ཟེར་བ་ཞིག་ཡིག་འཕྲིན་བཞི་པ་དེའི་ནང་ལ་འདུག་འབོད་སྐུལ་ནན་གཏན་ཞུས་ཡུལ་དེའི་ཡུལ་གསལ་པོ་འཁོད་དགོས་ཀྱི་འདུག་བསམ་གྱི་འདུག་གང་ཡིན་ཟེར་ན། རྒྱ་ནག་གཞུང་དེ་དབུས་གཞུང་ནས་ས་ཁུལ་བར་དུ་སྡེ་ཚན་ཡོད་པ་ཡིན་ཙང། ཤེས་ཡོན་གསལ་པོ་འཁུར་དགོས་ཀྱི་འདུག་བསམ་གྱི་འདུག་གཉིས་པ་དེ། གསར་འགོད་པ་ས་གནས་སུ་ངོ་སྤྲོད་ཐུབ་པ་དེ་སྔོན་མ་ང་རང་ཚོ་གཞུང་མང་གཉིས་ཀྱི་ཐོག་ནས་ཐབས་ལམ་མང་པོ་ཞིག་སྤྱོད་ཚར་བ་རེད། གྲོས་ཆོད་འདོན་མཁན་གང་ཟག་སྒེར་གྱི་ངོས་ནས་ཐབས་ལམ་གསར་པ་གང་འདྲ་སྤྱོད་དགོས་མིན་དེ་ཡང་གསལ་པོ་ཞིག་འཁོད་པ་ཡིན་ན་ཡག་པོ་འདུག་བསམ་གྱི་འདུག་གྲོས་ཆོད་དེ་དང་འབྲེལ་བའི་བསམ་ཚུལ་ཞིག་ཞུ་བ་ཡིན་ན་རྒྱལ་བ་རིན་པོ་ཆེ་དང། གཞུང་མ་གཉིས་བཙན་བྱོལ་ལ་འབྱོར་ནས་ལོ་དྲུག་ཅུ་ཙམ་སོང་ཡོད། སྐྱབས་བཅོལ་དུ་ཡོད་པའི་བོད་མི་ཚང་མས་བྱ་སྤྱོད་ཀྱི་ཐོག་ནས་རྒྱ་ནག་གཞུང་ལ་ལན་འདེབས་མང་པོ་ཞིག་སྤྲད་ཡོད་རེད་བསམ་གྱི་འདུག་ཡིན་ན་ཡང་ང་རང་སྒེར་གྱིས་ཤེས་རྟོགས་བྱས་པ་ཡིན་ན། ཕྱི་དྲིལ་ལས་ཁུངས་ཀྱིས་རྒྱ་ནག་གི་དབུས་གཞུང་ནས་ང་ཚོས་རྒྱལ་བ་རིན་པོ་ཆེའི་དབུས་པའི་གཞུང་མང་གཉིས་ལ་འཚེ་མེད་ཞུ་བ་ལ་སོགས་རབས་དང་རིམ་པ་ལན་འདེབས་བྱས་པའི་སྐོར་ཕྱི་དྲིལ་ནང་གི་དེ་ལ་ལན་འདེབས་བྱས་པ་དེ་འདྲ་ཡོད་ཚོད་འདུག་བཀའ་ཤག་གིས་དེའི་ནང་ལ། འགན་འཁྲི་དབང་ཤུགས་སྒེར་གྱི་ཐོག་ནས་ཡིད་རྟོན་ཙམ་ལ་ལན་འདེབས་བྱས་པ་དེ་འདྲ་ང་རང་གིས་མཐོང་བྱུང། དེ་ནས་ངས་བསམ་ཚུལ་བྱས་པ་ཡིན་ན། ད་ལྟའི་ཆར་ང་ཚོ། སྤྱིའི་ཆ་ནས་ཤར་རོང་བཞི་བཅུ་ཞེ་གཉིས་འཛོམས་པའི་ནང་འཛོམས་པའི་ནང་ལོགས་ནས། བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་ཁྲིམས་བཟོ་ལས་དོན་བཟོ་མཁན་ང་ཚོ་ཡིན་པ། དུས་མཚུངས་སུ་ང་ཚོས་སེམས་གཏིང་ནས་བསམ་བློ་ག་རེ་འཁོར་བཞིན་ཡོད་ཟེར་ན། བོད་མི་ས་ཡ་དྲུག་མཚོན་པའི་བོད་མི་ཚང་མས་མགྲིན་ཚབ་པ་ཡིན་པས། སོ་སོ་ལ་ཡིད་ཆེས་སྲ་བརྟན་ཡོད་པའི་ངོས་ནས་ང་ཚོ་སྤྱི་འཐུས་གྲོས་ཚོགས་ལ་གསར་པ་ཕེབས་པའི་ནང་ལ། རྒྱལ་པོའི་ཡིད་སེམས་མཁྱེན་མཁན་མང་པོ་ཞིག་ཕེབས་འདུག་བསམ་གྱི་འདུག་དེ་ཡིན་དུས། སྤྱི་འཐུས་ནང་ཁུལ་ལ་དུས་སྟོན་གྱིས་རྒྱ་གཞུང་ལ་ལན་འདེབས་ཚོགས་ཆུང་ཞིག་དགོས་ས་རེད་ཞུ་རྒྱུ་ཡིན། ཐུགས་རྗེ་ཆེ། སྤྱི་འཐུས་དབུ་དཀར་ཚང་གཡུ་སྒྲོན་ལགས་ནས་བཀའ་བསྟན་ཚོགས་ཆོག། ཡིག་ཆ་དབང་གསུམ་པ། གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་གཞིར་འདི་ལ་གཉིས་ཐག་པ་ནས་རྒྱབ་སྐྱོར་ཞུ་གི་ཡོད། ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ་བོད་ནང་གི་བོད་མི་ཚོས་མུ་མཐུད་ནས་བོད་ཀྱི་རྩ་དོན་ལ་སྲོག་བློས་བཏང་བ་དེ་ལ་གདུང་སེམས་མཉམ་སྐྱེད་ཞུ་འདོད་བྱུང་ཞུ་རྒྱུ་ཡིན། དེ་དང་ཆབས་ཅིག། བཙན་བྱོལ་ནང་ལ་དེའི་ཐོག་ལ་ལས་འཁུར་གནང་མཁན་གཙོ་བོ་དབུས་གཞུང་ནུ་ལྷན་ཚོགས་དང་ཚོགས་པ་གཞན་མང་པོ་ཞིག་གིས་འདིའི་སྒང་ལ་ལས་འཁུར་སྤེལ་ཡོད་རེད། ཁོང་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་འདོད་བྱུང་སོང། གཙོ་བོ་ཞུ་རྒྱུ་གཅིག་ལ། གྲོས་ཆོད་འདི་ཡི་ནང་ལ་རྒྱལ་སྤྱིའི་ཚོགས་སྡེ་དང། རང་དབང་བཙན་རྒོལ་པ། ས་གནས་སུ་ངོ་བསྐྱོད་ཐུབ་པ་ཟེར། རྒྱལ་སྤྱིའི་ཚོགས་སྡེ་ལ་གསལ་ཁ་ཞིག་སྟོན་དགོས་ཀྱི་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་གཙོ་བོ་བརྒྱུད་དེ་རྒྱལ་སྤྱིའི་ཚོགས་སྡེ་ཁག་དང། གཞུང་དང། རང་དབང་ཅན་གྱི་སྡེ་ཚན། ཕལ་ཆེར། རྒྱལ་སྤྱིའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པ། ཞེས་འཁོད་ན་ཡག་པོ་འདུག་བསམ་གྱི་འདུག་སྤྱི་འཐུས་གངས་ལྷ་མོས་གསུངས་སོང། རྒྱ་ནག་གཞུང་ལ། ཞུ་གི་ཡོད་རེད། རྒྱལ་སྤྱིའི་གཞུང་ལ་ཞུ་གི་ཡོད་རེད། དེ་གསལ་པོ་ཞིག་འཁོད་དགོས་ཀྱི་འདུག་བསམ་གྱི་འདུག་ཐུགས་རྗེ་ཆེ། སོ་སོའི་སྤེན་པ་ཚེ་རིང་མཆོག་ནས་ད་ལྟ་བཟོ་བཅོས་ཀྱི་ངོ་བོའི་ཐོག་ནས་དགོངས་ཚུལ་གསུང་མཁན་འགའ་ཞིག་འདུག་བྱུང་བ་ཡིན་ན་བཟོ་བཅོས་འདི་འདྲ་ཞིག་རྒྱབ་བསྐུལ་གྱི་འདུག་ལབ་ནས། ཚིག་དེ་མར་བཀོད་ཀྱིས། ཚོགས་དྲུང། དྲུང་ཆེ་ལེན་པར་རྣམ་པ་གཉིས་ལ་འཕུར་བ་ཡིན་ན་ང་ཚོའི་ཏག་ཏག་བསྡད་ས་རེད། དེ་ནས་དེ་བཞག་དགོས་ཀྱི་འདུག་མི་འདུག་སྤྱི་ཡོངས་ཀྱི་ཐོག་ནས་ཐག་གཅོད་ཀྱི་ཡིན། དགེ་བཤེས་རྨི་ལམ་མཐར་ཕྱིན་ལགས། སྤྱི་འཐུས་དགེ་བཤེས་རྨི་ལམ་མཐར་ཕྱིན་ལགས་ནས། དཔལ་ལྡན་སོགས་མཆོག། གཞུང་འགྲེལ་གདུང་སེམས་མཉམ་བསྐྱེད་ཀྱིས། གྲོལ་གྱི་གྲོལ་ཕྱིར་དེ་དང་འབྲེལ་བའི་ཐོག་ནས་ཞུས་རྒྱུ་ལ། ད་རེས་ང་ཚོས་གྲོལ་ཕྱིར་འདི་འདོན་དགོས་པའི་གནད་དོན་གཙོ་བོ་ནི། ད་ལོ་ཕྱི་ཟླ་གསུམ་པའི་ནང་ལ་རྔ་པ་ཀིརྟི་དགོན་གྱི་གྲྭ་ཕུན་ཚོགས་ལགས་ནས་རང་ལུས་མེར་སྲེག་གིས་རང་སྲོག་བློས་བཏང་བ་རེད། མདང་དགོང་གནས་ཚུལ་གསར་བ་དཔེར་ན་རྔ་པ་ཀིརྟི་དགོན་པའི། དྲ་དམངས་འཇུ་བཟུང་བྱས་པ་དེ་ཚོ་ལ། ལས་འགུལ་སྤེལ་མཁན་གྱི་བུད་མེད་གཉིས། སྐྲ་བཅད་དེ་རིག་ཚོགས་མ་ཟིན་པའི་གནས་སྟངས་ཆགས་ནས་ཚུར་བཏང་བཞག་པ་དེའི་བར། གནས་སྟངས་དེ་མཚམས་མེད་མཁྱེན་གྱི་ཡོད་རེད་དྲན་གྱི་འདུག་དེའི་ཐོག་ནས། མང་པོ་གསུངས་ཚར་དུས། ཕྱི་དྲ། ཕྱི་མ་དགོད་པར་བྱས་ནས། གོང་ནས་ཚིག་ཁ་ཤས་ཤིག་ཤེས་པ་ཡིན་ན། ང་ཚོ་གླིང་སྐོར་དཔེར་བཏང་འདྲ་མིན་གྱི་འདྲ་མིན་ཞིག་ཡོད་པའི་ཐོག་ནས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་དཔལ་ལྡན་ཚོགས་གཙོ་གཞོན་པའི་དབུ་ཁྲིད་པའི་སྤྱི་འཐུས་རྒྱུན་ལས་ཚོ། སྤྱི་བདེའི་རྒྱུན་ལས་བཙུགས། གཅིག། རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཕེབས་ཏེ། རྒྱལ་ཁབ་མང་པོ་ཞིག་གི་གཞུང་ཚབ་དང། དེའི་ནང་དེ་ནང་བཞིན་དམིགས་བསལ་རྒྱ་གར་གྱི་གྲོས་ཚོགས་འཐུས་མི་དེ་ཚོ་ལ་འབྲེལ་གཏུག་བྱས་པ་ལ། དེ་ནི་ནུས་པ་གང་འཚམ་གང་འཚམ་ཞིག་ཐོན་ཡོད་རེད། ཐོན་པ་དེ་དག་ཚང་མ་རྒྱལ་སྤྱིའི་གསེང་ལམ་ཁག་ལ་ཐོན་བཞིན་པ་རེད། དེ་ནང་བཞིན་སྤྱི་འཐུས་ལྷན་ཚོགས་དང་ཐད་ཀར་འབྲེལ་ཡོད་ཀྱི་གནས་ཚུལ། འབྲེལ་ཡོད་ཀྱི་ས་གནས་ཐུན་ཚོ་ཁ་ཚང་མ་ལ་བརྡ་སྤྲད་པའི་ཐོག་ནས་དམིགས་བསལ་གྱི་ལས་འགུལ་སྤེལ་དགོས་ཀྱི་ཡོད་པ་དང། ས་གནས་ས་ཐོག་ས་གནས་ས་ཐོག་ལ་ཡོད་པའི་མངའ་སྡེའི་གྲོས་ཚོགས་འཐུས་མི་ཁག་ལ་འབྲེལ་ལམ་བྱེད་དགོས་ཀྱི་ཡོད་པའི་གནས་སྟངས་དེ་ཡང་ཞུས་ཡོད་རེད་ལ། ཞུས་པ་ནང་བཞིན་ལས་དོན་དེ་འགྲོ་དང་འགྲོ་བཞིན་པ་ཚང་མས་མཁྱེན་ན་ཡག་པོ་ཡོད་རེད་དྲན་གྱི་འདུག་དེ་ང་ཚོའི་གནད་འགག་ཆེ་ཤོས་དེ། རྒྱ་ནག་གིས་བོད་ཞི་བའི་བཅིངས་འགྲོལ་བཏང་ནས་ལོ་དྲུག་ཅུ་འཁོར་བ་ཡིན་ཟེར་ནས་ཉེ་ཆར། བཤད་བསྡད་ཀྱི་ཡོད་རེད། དེ་ལ་ང་ཚོའི་ངོས་ནས། ཁེ་སང། གཞུང་དམངས་རྒྱལ་ཡོངས། ཚོགས་ཆེན་ཐང་གཉིས་པའི། ཚོགས་ཞུགས་པ་ཡོངས་ཀྱིས། གཅིག་སྒྲིལ་གྱིས་སྤེལ་ཡོད་རེད། ད་རེས། གྲོས་ཚོགས་འདིའི་སྒང་ལ། གླེང་སློང་བྱེད་དགོས་རྒྱུ་དང། དེའི་གནས་སྟངས་དེ་གནད་འགག་ཆེན་པོ་ཞིག་མཐོང་བསྡད་ཀྱི་འདུག་གནད་འགག་དེ་ག་འདྲ་བྱས་ནས་མཐོང་གི་འདུག་ཟེར་ན། བོད་ཞི་བས་བཅིངས་འགྲོལ་བཏང་ནས་ལོ་དྲུག་ཅུ་འཁོར་བ་ཡིན་གསལ་བའི་ཉི་མ་གཅིག་ཉི་མ་གཅིག་གཉིས་སྔོན་ལ་རྒྱ་ནག་གིས་གསལ་བསྒྲགས་མང་པོ་ཞིག་སྤེལ་ནས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཚེ་མེད་ཞུ་སྟངས་དང། དེ་ནང་བཞིན་ད་ཡོད་ང་ཚོའི་གནས་སྟངས་ལ་འགྱུར་བ་ཞིག་འགྲོ་གི་ཡོད་པ་དེ་ལ་ཁོང་ཚོས་ལྟ་སྟངས་མང་པོ་ཞེ་དྲག་བྱས་ཡོད་དུས། དེའི་གནས་སྟངས་འགྱུར་བ་དེ་ཡང་ཚང་མས་མཁྱེན་པའི་ཐོག་ནས་མ་འོངས་པ་ལ་ང་ཚོའི་ད་ལྟར་བཙན་བྱོལ་བོད་གཞུང་གི་མིང་ག་འདྲ་ཞིག་བརྗོད་ན་མ་བརྗོད་ན་ཡང་ད་ལྟ་ཡོད་བསྡད་པའི་ལས་ཁང་མ་ལག་དང་བཅས་པ་དེ་དེ་བཞིན་དེ་ནང་བཞིན་གཞིས་བཞུགས་བོད་མི་ཡོངས་ཀྱི་རེ་བའི་མི་འབོར་གཏད་ས་འདི་ཡི་གནས་དང་དེ་ཚང་མ་ད་ལྟར་རང་ཅག་ལྷག་ཡོད་པ་ལས། ཕ་གཞོན་ནས་མི་ཡི་རྒྱུད་ནས་ཡུལ་སྐད་སྲིད་གཞུང་མེད་པ་བྱེད་དགོས་རེད་ཟེར་བའི་བཟོ་འདྲ་བོ་དེ་འདྲ་རྩ་བ་ཉིད་ནས་ཆགས་མེད་པ་དེ་ཚོ་ཆགས་མེད་པ་དེ་ང་ཚོའི་ཐོག་ནས་རྣམ་འགྱུར་བསྟན་དགོས་པ་དེ། གནད་འགག་ཆེན་པོ་རེ་དྲན་གྱི་འདུག་དེ་ནས་རྒྱ་ནག་གི་སེར་བ་ལ་ཡར་ལངས་ཤིང་འབྲེལ་འདྲིས་ཚུར་རྒྱལ་ལ་ཅི་འདྲི་བཏང་བ་ཡིན་ཟེར་ནས་ཕྱི་ཟླ་གསུམ་པའི་ཚེས་པ་ཉི་ཤུ་རྩ་བརྒྱད་ཉིན་གྱི་གནས་སྟངས་ལ་ཆ་བཞག་ན། ལྷ་ས་ས་ཁུལ་ལ་ཧ་ལས་པའི་གནས་ཚུལ་རྫ་དྲག་དེ་འདྲ་བྱུང་ཡོད་རེད། མདོ་སྨད་ལ་རྔ་པ་ཀི་ཏི་དགོན་པ་ལ་བྱུང་ཡོད་རེད། དེ་ནང་བཞིན་ཉེ་བའི་ཆར་མི་ལོ་བཅོ་ལྔ་ཙམ་བཙོན་ཁང་ནང་ལ་བསྡད་མཁན་གྱི་དགའ་ལྡན་གྱི་གྲྭ་པ། བྱམས་པ་དཔལ་བཟང་ལ་ཉེ་བའི་ཕྱིར་བཙོན་ཁང་ནས་གློད་གྲོལ་བཏང་མ་ཐག་འདས་གྲོངས་སུ་ཕྱིན་ཡོད་པ་དང། མདང་དགོང་ལྷ་ས་ལ་ས་ག་ཟླ་བའི་དུས་སྟོན་དང་དེ་འབྲེལ་ཐོག་ལ་སླེབས་ཡོད་དུས་རྫ་བྲག་གི་གནས་སྟངས་དེ་ནང་བཞིན་ཁམས་རྫ་ཁོག་ནས་རྒྱ་དཔོན་འཇུ་བཟུང་དང། ཉེས་པའི་ཕྱིར། ཕྱི་ཟླ་ལྔ་པའི་ནང་ལ་ཡང། གྱོས་ཕུ་དགོན་པའི་གནས་སྟངས་མང་པོ་ཞིག་ཡོད་རེད། དེ་དག་ཚང་མ་ང་ཚོའི་མཉམ་དུ་མཁྱེན་དགོས་པ་དང་རྒྱལ་སྤྱིའི་ཐོག་ག་པར་ཞུ་གི་ཡོད་ནའང་ཡང། ཤི་བདེ། ཤི་སྡུག་མཉམ་དུ་བྱེད་དགོས་པའི་གནད་འགག་ཅིག་རེད་དྲན་གྱི་འདུག་དེ་ཚོའི་གནས་སྟངས་དེ་ཚོའི་གནས་ཚུལ་རབ་ཙམ་མང་ཆེ་བས་མཁྱེན་གྱི་ཡོད་རེད། ཡང་ཁ་ཤས་ཐུགས་སྣང་ཞེ་དྲག་མེད་པ་དང་རྒྱུན་ལམ་གྱི་ཆ་རྐྱེན་མེད་པ་དེ་འདྲའི་གནས་སྟངས་ཡིན་ན་དེ་ཚོ་ལ། ཕན་ཐོགས་ཀྱི་རེད་དྲན་གྱི་འདུག་དེ་ནས་ང་ཚོས་འདི་ལ་གྲོས་ཆོད་བཞག་པ་དེ་ལ་གོང་དུ་གསུང་མཁན་ཁ་ཤས་ཤིག་བྱུང་བ་རེད། ང་ཚོ་ལྟ་རིགས་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་བཅོ་ལྔ་པའི། གྲོས་ཚོགས་ཚོགས་དུས་དང་པོ་དེའི་ཐོག་མར། མགོན་གཙོ་དུས་གྲོས་ཆོད་ཅིག་བཞག་གི་ཡོད་པ་དེ། གནད་འགག་ཆེན་པོ་ཞིག་རེད་དྲན་གྱི་འདུག་བཞག་པ་དེ་ཡང། སྤྱི་འཐུས་རྣམ་པ། ཕྱི་དྲིལ་རྣམ་པ་ས་ཆ་ག་པ་ལ་ཕེབས་པ་ཡིན་ན་ཡང། ང་ཚོས་གྲོས་ཚོགས་ཚོགས་དུས་དང་པོ་འདིའི་ཐོག་ལ་གྲོས་ཆོད་འདི་དང་དེ་བཞག་ཡོད་ཟེར་ནས། དེ་ཚང་མ་ལ་བཤད་དགོས་ཀྱི་རེད་ལ། དེ་ནང་བཞིན་གནད་འགག་ཆེ་ཤོས་དེ། གནད་འགག་ཆེ་ཤོས་དེའི་ཐོག་རང་ནས་དེའི་ཐོག་རང་ནས་ངོས་བཟུང་བྱས་ནས་སེམས་ཉིད་གྲོས་ཚོགས་གྲོལ་མ་ཐག་ནས་དཔལ་ལྡན་ཚོགས་གཙོ། དཔལ་ལྡན་ཚོགས་གཙོ་ཚོགས་གཞོན་རྣམ་པས་གསར་འགྱུར་བརྒྱུད་ལམ་ཁག་དེ་ལ་ཡོངས་ཁྱབ་ཀྱི་གསལ་བསྒྲགས་གནང་དགོས་པ་དེ་གལ་ཆེན་པོ་ཞིག་རེད་དྲན་གྱི་འདུག་དེ་ནས་གཞན་པའི་ལས་དོན་སྤེལ་དགོས་པ་དེ། སྨོས་དགོས་པ་དེ་ཚོའི་ཐོག་ལ་མང་པོ་ཞིག་གསུངས་སོང། གཙོ་བོ། དེས་སོ་སོའི་གནས་སྟངས་ལ་དཔག་ནས་དགོངས་བཞེས་གནང་དགོས་པ་དེ་གལ་ཆེན་པོ་རེད་འདུག་ད་རིང་ཤོག་པ་དབུ་འབྱེད་མཛད་སྒོ་ལ་གསུངས་པ་ནང་བཞིན། ཆ་ཤས་ཀྱི་ནང་ལ། བཙན་བྱོལ་བོད་མིའི་བཅའ་ཁྲིམས་རིན་པོ་ཆེ་ལ་འགྱུར་བ་ཐེབས་པའི་གནས་སྟངས་དེས། རྒྱ་ཆེའི་མང་ཚོགས་ནས་རྒྱ་ཆེའི་མང་ཚོགས་ནང་ལ་ཚང་མ་གསལ་བཤད་བྱས་ནས་ཕེབས་དགོས་ཀྱི་ཡོད་རེད། དེ་དང་མཉམ་དུ་བོད་ནང་དུ་ཉེ་བའི་ཆར་གནས་སྟངས་དེ་ཚོ་ཁྱབ་བསྒྲགས་བྱེད་རྒྱུ། དེ་འདྲ་རེད་མ་གཏོགས། ང་ཚོས་སྔོན་མར་མེད་པའི་བྲིན་ཚུལ་གསར་བ་ཞིག་བཙུགས་ནས། ལས་འགུལ་དེ་འདྲ་ལས་འགུལ་དེ་འདྲ་ཞིག་བྱེད་ཀྱི་ཡོད་ན། དེ་ཏག་ཏག་ཅིག་བསྡད་ཀྱི་མི་འདུག། དེ་ནས་ཉེ་བའི་ཆད་ལ་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་འབྲེལ་ལམ་ཞུས་བཞག་པ་དེ་ཚོའི་སྣེ་ཁྲིད་ཐུབ་རྒྱུ་དེ་གཙོ་བོ་སྤྱི་འཐུས་ལྷན་ཚོགས་ཀྱིས་མཇུག་སྒྲིལ་དགོས་པ་དེ་གལ་ཆེན་པོ་རེད། ཡིན་ན་ཡང། འབྲེལ་ཡོད་ཚོགས་སྡེ་དང་དམིགས་བསལ་གྱི་འབྲེལ་ཡོད་ཁག་དེ་དག་གིས་དེའི་མཇུག་སྐྱེལ། དེའི་མཇུག་སྐྱེལ་ཐུབ་ན་ཡག་པོ་ཡོད་རེད་དྲན་གྱི་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་འདི་དང་འདི་ལྟ་བུའི་ཤུལ་ཡོད་རེད་ང་ཚོས་དེའི་མཇུག་སྐྱེལ་མཁན་ཡིན་ཟེར་ནས་ཡག་པོ་ཡོད་རེད་དེ་འདྲ་བྱས་ན། ཚང་མ་མཉམ་རུབ་བྱས་ནས་གནང་བ་ཡིན་ན་ཕན་ཐོགས་ཆེ་བ་ཡོད་རེད་མ་གཏོགས། ཡང། སྒྲིག་འཛུགས་གསར་པ་འདྲ་བཟོས་བསྡད་ན་ཡོང་རྒྱུ་ཁག་པོ་རེད། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་ཁྲིམས་དང་པོ་ཤོག་གྲངས་ཉིས་བརྒྱ་སུམ་ཅུ་སོ་ལྔ་ནི། སྤྱི་འཐུས་སྐལ་བཟང་རྒྱལ་མཚན་ལགས། པ་བདེ་ཚོགས་མཆོག། ད་རེས་སྐབས་བཅོ་ལྔ་པའི་གྲོས་ཚོགས་ཚོགས་དུས་དང་པོ་འདི་ཡི་ཐོག་ལ་གསར་དུ་བདམས་ཐོན་བྱུང་བའི་ཚོགས་གཙོ་བགྲེས་གཞོན་གཉིས་གཙོས་ཤག་སྦྲེལ་སྤྱི་འཐུས་ཚང་མ་ལ་ང་རང་གིས་བསམ་འདུན་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང་ལྷག་པར་དུ་གསར་དུ་བདམས་ཐོན་བྱུང་བའི་བཀའ་བློན་ཁྲི་པ་དང། དེ་མཚུངས། དཔལ་ལྡན་བཀའ་བློན་ཁྲི་པ་མཆོག་གིས་དབུ་ཁྲིད་པའི་བཀའ་ཤག་སྐབས་བཅུ་གསུམ་པ་ཚང་མ་ལ་ངག་ང་རང་སྒེར་གྱི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། དེ་དང་ཆབས་ཅིག་སྤྱི་འཐུས་རྒྱུན་ལས་ངོས་ནས་གྲོས་ཚོགས། ཚོགས་དུས་དང་པོ་དེ་ཡི་ཐོག་ལ། གཞུང་འབྲེལ་གྲོས་ཆོད་གྲོས་ཆོད་དེ་དང་འབྲེལ་བའི། བོད་ནང་གི་རྫ་དྲྭ་གནས་སྟངས་དང། སྤྱི་ཡོངས་ཀྱི་ཆབ་སྲིད་ཀྱི་གནད་དོན་སྐོར་ང་ཚོས་བགྲོ་གླེང་གི་གོ་སྐབས་བསྐྲུན་པ་དེ་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དེ་ནས་ང་རང་གི་ཡིག་ཆ་དབང་སིམ་པ། གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་དེ་དང་འབྲེལ་བའི་སོ་སོའི་སྒེར་གྱི་བསམ་ཚུལ་རེ་གཉིས་ཤིག་ཞུས་པ་ཡིན་ན། རྩ་བའི་བོད་ནང་ད་ལྟ་བར་དུ་རྫ་དྲག་གི་གནས་སྟངས་ཇི་ཙམ་ཞིག་སླེབས་བསྡད་ཡོད་པ་གོང་དུ་ཕྱག་སྦྲེལ་སྤྱི་འཐུས་ཚང་མས་གསུངས་སོང། དེ་ལ་སྐྱར་ཟློས་དེ་ལ་སྐྱར་ཟློས་མི་དགོས་པར། བོད་ནང་དུ་རྫ་དྲག་གི། གནས་སྟངས་དེ་འདྲ་ཞིག་ཡོང་གི་ཡོད་རེད། ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་དུ་ལོ་རྒྱུས་ཀྱི་འཁྱོག་མཚམས་གལ་ཆེན་པོ་ཞིག་ལ་སླེབས་ཀྱི་ཡོད་རེད། དེ་ཚོ་དང་འབྲེལ་ཏེ་རྒྱ་ནག་གཞུང་གི་སྲིད་བྱུས་ག་འདྲ་ཞིག་བསྟན་གྱི་འདུག། ཕྱི་ཟླ་ལྔ་པའི་ཚེས་བཅོ་ལྔ་ཉིན། རྒྱ་ནག་དབུས་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ལས་ཁང་གི་འགན་འཛིན་གཞོན་པ། ཀྲའོ་ཀྱི་ཅིན་གྱིས། གསལ་འགོད་ལྷན་ཚོགས་ཤིག་ཚོགས་ཡོད་རེད། དེ་སྤྱི་ཡོངས་ཀྱིས་བོད་ཀྱི་ཐོག་ལ་སྲིད་བྱུས་ཕྱི་དགྲ་དང། དེ་ནང་བཞིན ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་ངོ་ཡོངས་རྫོགས་མི་མང་ལ་བདམས་ཐོན་བྱུང་བས་མི་མང་ལ་མར་སྣང་ཡས་དེ་དང་འབྲེལ་བའི་ཐོག་ལ་ཕྱི་ཟླ་ལྔ་པའི་ཚེས་ཉུ་ཞི་གཅིག་ལ་བོད་རང་སྐྱོང་ལྗོངས་ཀྱི་མགོ་འཛིན་པད་མ་འཕྲིན་ལས་ཀྱིས་སེ་འགོད་ལྷན་ཚོགས་ཤིག་ཚོགས་ཡོད་རེད། དེ་ཚོ་ཚང་མས། སྲིད་བྱུས་ག་རེ་བསྟན་གྱི་ཡོད་རེད་ཅེས་བརྗོད་ན། བཙན་བྱོལ་བོད་གཞུང་གིས་གསེར་དུ་བདམས་པའི་མགོ་ཁྲིད་ལ་སྐད་ཆ་བཤད་རྒྱུ་མིན། བོད་གཞུང་དེ་ཁས་ལེན་མེད་ཟེར་བ་དང། བོད་ནང་གི་བོད་མི་ཚོའི་འཚོ་བ། བདེ་སྐྱིད་ཀྱི་དཔལ་ལ་རོལ་བ་ལྟ་བུ་ཞིག་ཡོད་ཟེར་ནས་རྫུན་གཏམ་བཤད་ཀྱི་ཡོད་རེད། ལྷག་པར་རྒྱ་ནག་ནང་དུ་མི་མང་གིས་བདེ་སྐྱིད་ཀྱི་ཚོར་སྣང་ཡང། བདེ་སྐྱིད་ཀྱི་ཚོར་སྣང་ཡག་ཤོས་ནི་གྲོང་ཁྱེར་རྒྱ་བསྡམས་པའི་ལས་འགུལ་ཞིག་སྤེལ་ཡོད་ཅིང། དེས། བོད་ཀྱི་རྒྱལ་ས་ལྷ་ས། དེ་བཞིན་དབང་དང་པོ་ཡིན་ཡིན་ལུགས། མགོ་སྐོར་གྱིས་ཁྱབ་བསྒྲགས་སྤེལ་བཞིན་ཡོད། ཁོང་ཚོས་ཆབ་སྲིད་དེ། ཁོང་ཚོའི་ཆབ་སྲིད་དེ་འདྲ་འཁྲབ་ཡོང་གི་ཡོད་ཀྱང། བོད་ནང་གི་བོད་མི་ཚོས་གནས་སྟངས་གང་འདྲ་ཆགས་ཀྱི་ཡོད་རེད་ཟེར་ན། རྒྱ་ནག་དམར་པོ་དང་རྒྱ་ནག་གཞུང་གི་དྲག་ཆས་ཉེན་རྟོག་པའི་མེ་མདའི་སོ་ཁ་འོག་རང་དབང་སྤུ་ཙམ་མེད་པའི་འཚོ་བ་སྐྱེལ་གྱི་ཡོད་པ་ང་ཚོ་ཚང་མས་མཁྱེན་གསལ་རེད། དེ་འདྲའི་རྫ་དྲག་གི་གནས་སྟངས་འོག་ལ། རྒྱ་ནག་གཞུང་གིས་འཁྲག་པོའི་སྲིད་བྱུས་ཤིག་འཛིན། ཡིན་ན་ཡང་དེའི་ཐོག་ལ། བོད་ནང་ལ་ག་ཚོད། དྲག་གནོན་བྱས་པ་ཡིན་ན་ཡང། བོད་ནང་གི་བོད་མི་ཚོས་ཞུམ་པ་མེད་པའི་སྙིང་སྟོབས་དེ་འདྲ་ཞིག་ཡོད་པའི་དུས་སྐབས་སུ། ང་རང་ཚོ་ཕྱི་ལ་ཡོད་པའི་བོད་མི་སྒྲིག་འཛུགས་འདི་ག་འདྲ་ཞིག་བྱེད་དགོས་ས་རེད། ལས་དོན་ག་རེ་བསྒྲུབ་དགོས་ས་རེད། དེས་ང་ཚོས་གྲོས་ཆོད་གྲོས་ཆོད་དེ་དང་འབྲེལ་བའི་གལ་ཆེའི་རང་བཞིན་ཞིག་གི་རེད་དྲན་གྱི་འདུག་དེ་ཡིན་དུས་ངས་དང་པོ་ཞུ་རྒྱུ་ལ། ལས་དོན་ངས་དོན་ཚན་ལྔ་ཙམ་གྱི་སྒོ་ནས་ཞུ་འདོད་བྱུང་སོང། དང་པོ། ང་ཚོའི་ད་ལྟའི་བོད་མིའི་སྒྲིག་འཛུགས་དེ། ཁ་སང་ང་ཚོས་མ་འདོད་བཞིན་དུ་ཚད་ཡན་ཆེས་འགྱུར་བ་གཏོང་དགོས་པའི་གཟའ་གྲགས་ཀྱི་གནས་སྟངས་བརྗོད་ནའང་འདྲ། གཉན་འཕྲང་གི་དུས་སྐབས་དེ་འདྲ་ཞིག་སླེབས་བསྡད་ཡོད་རེད། ཡིན་ན་ཡང། ང་རང་ཚོས་སོ་སོས་ངོས་ལེན་བྱས་པ་དེ་བཅའ་ཁྲིམས་ཀྱི་ངོས་ལེན་དང། དོན་ཚན་དང་པོའི་ནང་ལ་འཁོད་པ་གཞིར་བཟུང། ང་ཚོ་བོད་རྒྱལ་ཁབ་དང། བོད་གཞིས་བྱེས་གཉིས་ཀྱི། ཁྲིམས་མཐུན་གྱི་གཞུང་ཞིག་ལ་མུ་མེད་ཐུག་ཏུ་གནས་པ་དེ་བོད་མིའི་སྒྲིག་འཛུགས་ཞེས་བརྗོད་ནའང་འདྲ། བོད་མིའི་ངོ་བོ་ཙམ་འགྱུར་བ་བཏང་ནའང་ང་ཚོའི་ནང་བསྟན་ཡོངས་སུ། ང་ཚོའི་ནང་དོན་ཡོངས་སུ་རྫོགས་པ་དེ་ང་ཚོའི་ཁྲིམས་མཐུན་གྱི་གཞུང་ཡིན་པ་ལ་ང་ཚོས་ངོས་ལེན་ཞུ་དགོས་རེད་ལ། རྒྱུད་ལུང་ཁག་ལ་ཡིན་ན་ཡང་འདྲ། ང་ཚོའི་ནང་ཁུལ་གྱི་སྐད་ཆ་ཡིན་ན་ཡང་འདྲ། དེ་ག་ཙམ་རྩེད་མོ་རྩེ་བ་འདྲ་པོ་ཞིག་ལ། འགྲོ་བ་ཡིན་ན། བོད་ནང་གི་བོད་མི་ཉེན་བསྡད་ཡོད་རེད། སྤྱི་ཚོགས་ཚང་མས་དོགས་སྣང་སྤྲད་ཀྱི་ཡོད་རེད། དེ་ལྷ་རུ་ལྷ་རུ་འགྲོ་བའི་ཉེན་ཁ་འདུག་གཟབ་གཟབ་བྱེད་དགོས་རེད་དྲན་གྱི་འདུག། དེ་མ་བྱས་པ་ཡིན་ན་ང་ཚོས་སྐད་ཆ་ཐེངས་མང་པོ་ཞིག་འགྲོ། དེའི་གནད་འགག་དང་ཕུགས་དང། རྒྱལ་ཡོན་རིན་པོ་བསམ་བློ་གཏོང་བའི་སྲིད་བྱུས་གཏན་འབེབས་ཤིག་བཟོ་བ་དེ་ལ་དེ་ག་ཙམ་རྩེད་མོ་ལྟ་བུ་མི་གཅིག་པོ་ལ་འགྲོ་བ་ཡིན་ན་དེས་ངས་ཉེན་ཁ་ཆེན་པོ་མཐོང་གི་འདུག། གཉིས་པ་དེ། བོད་ནང་གི་བོད་མི་ཚོས་ག་རེ་བྱས་ནས་ད་ལྟའི་བར་དུ་རྒྱ་ནག་གིས་ལོ་དྲུག་ཅུའི་རིང་ལ་ཁྲག་གི་རྒྱ་མཚོ་དང་རུས་པའི་རི་བོ་སྤུངས་པ་ལྟ་བུའི་ལོ་རྒྱུས་ཤིག་བསྐྲུན་ཡོད་ཀྱང། ད་དུང་ཁོ་ཚོས་ཞུམ་པ་མེད་པའི་སྙིང་སྟོབས་ཀྱིས་ད་བར་དུ་ལས་འགུལ། སྤེལ་ཐུབ་པ་དེ་ད་ནས་ཡོང་བ་རེད། དེས་ང་རང་ཚོའི་གཞིས་ལ་རྒྱལ་བ་རིན་པོ་ཆེས་དབུ་ཁྲིད་པའི་བོད་གཞུང་ཞིག་ཡོད་བསམ་ནས་རེ་བ་བཅོལ་ས་དེ་ཆགས་བསྡད་ཡོད་རེད། དེ་ཡིན་དུས་ང་རང་ཚོའི་འགོ་ཁྲིད་དེ་གཞིས་ལ་ཡོད་པ་དང་ང་ཚོས་དཀའ་ལས་བརྒྱབ་པ་ཡིན་ན། གཅིག་བྱུང་ས་རེད་བསམ་པའི་སེམས་ཆུ་དེ་འདྲ་ཞིག་གི་འོག་ལས་བྱུང་བ་རེད། དེར་བརྟེན་ང་རང་ཚོས་ག་དུས་ཡིན་ན་ཡང་བོད་ནང་གི་བོད་མི་ཚོའི་དགོད་སྒྲ་ཁོ་རང་ཚོའི་རེ་བ་འཛམ་བུ་གླིང་ཡོངས་ལ་བསྒྲགས་ཐུབ་པ་ཞིག་དང། དེའི་ཐོག་ལས་འགུལ་སྤེལ་ཐུབ་པ་ཞིག་མ་བྱས་ན། ཉིན་ཞིག་ཁོང་ཚོའང་ཐང་ཆད་སེམས་ཆུ་ཆགས་པ་ཡིན་ན་དེ་ནས་བོད་ཀྱི་གནད་དོན་དེ་ཏག་ཏག་རྒྱ་ནག་གིས་བཤད་པ་ནང་བཞིན་ཆགས་ཀྱི་རེད། དེ་ཡང། བོད་གཞིས་བྱེས་གཉིས་ཀྱི་གོང་ས་བླ་ན་མེད་པ་ང་ཚོའི་དབུ་ཁྲིད་གཅིག་ཡིན་པ་སྟེ་ང་ཚོའི་ཆབ་སྲིད་ཀྱི་ངོ་བོ་ལ་འགྱུར་བ་ག་འདྲ་ཞིག་ཐེབས་ཀྱང། ང་རང་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ།